ད་ལམ། བོད་རབ་བྱུང་བཅུ་བདུན་པའི། ཆུ་ཕོ་སྟག་གི་ལོ། གསར་དུ་ཚེས་པའི། ལོ་གསར་གྱི། ཉིན་མོ་འདིར། བཀྲ་ཤིས་བདེ་ལེགས་ཕུན་སུམ་ཚོགས། ཨེ་མ་བག་དྲོ་ཀུན་ཁམས་བཟང། གཏན་དུ་བདེ་བ་ཐོབ་པར་ཤོག། གོང་ནས་གོང་དུ་འཕེལ་བར་ཤོག། ད་ཁྱེད་རྣམ་པ་ཚང་མ་ལ་དེ་ཞུ་རྒྱུ་ཡིན། དེ་ནས་ལོ་སར་གྱི་དུས་ཚོད་འདི་ཧ་ཅང་གི་གལ་ཆེན་པོ་རེད། ད་དེ་གི་རྒྱུ་མཚན་ཚང་མ་དེ་དེ་ནས་གཟའ་སྐར་དང། འོ་དེ་ནང་བཞིན་གྱི་ཉི་ཁྱིམ་ལ་སོགས་པ། ད་རྩིས་ཀྱི་འགྲོ་སྟངས་དེ་འདྲའི་གི་ཐོག་ནས་གལ་ཆེན་པོ་ག་རེ་ཡིན་པ་དེ་དེ་ནི་ཚང་མའི་གི་ག་ལ་གང་བསམ་གྱི་ཤེས་ཀྱི་ཡོད་རེད། འོ་ད་དེ་རྩིས་ལ་མཁས་པ་ཐམས་ཅད་ཀྱིས་ཚུལ་བཞིན་དུ་ལ་སྟོན་ཆོག་གི་རེད་ངོ་སྤྲོད་བྱེད་ཆོག་གི་རེད། ད་སྤྱིར་བཏང་གི་འདི་ནི་ལོ་གསར་པ་ཞེས་པའི་སྐབས་སུ་ལ། དེ་ནས་སྤུ་གུ་ཆུང་ཆུང་ཚོ་ཡིན་ན་ཡང་ལོ་གསར་ལ་སྒུག་བསྡད་ཡོད་རེད། ལོ་ཆེན་པོ་ཚོ་གི་ཡིན་ན་ཡང་ལོ་གསར་ལ་སྒུག་བསྡད་ཡོད་རེད། དེ་ག་ནང་བཞིན་གྱི་དར་མ་ཚོ་རེད། དེ་ནས་ད་འཕགས་པའི་དགེ་འདུན་པ་རྣམ་པ་ཚོ་ཡིན་ན་ཡང་ལོ་སར་གྱི་སྐབས་སུ་ལ་ད་དེ་རིང་ལོ་སར་ཡིན་དགོངས་ནས་དེ་ནས་བཞུགས་ཡོད་རེད། དེ་ནས་རྣལ་འབྱོར་པ་ཚོ་ཡིན་ན་ཡང་ད་ལོ་སར་ལ་འཛིན་པ་ག་ཚོད་ཡོད་མི་ཤེས་དེ་ཡིན་ན་ཡང་ལོ་སར་གྱི་སྟོན་མོ་ལ་ཐུགས་སྨོན་རེ་ཏན་ཏན་གནང་གི་རེད། ད་དེ་འདྲ་ཡིན་དུས་དེ་ནི་འདི་ལོ་གསར་དེ་ཚང་མ་ལ་ངོ་འཕྲོད་བསྡད་པ་ཅིག་གོམས་གཤིས་ནང་ལ་དེ་ནི་ཡོད་བསྡད་པ་ཅིག་ཡིན་དུས། དེ་ནི་འདི་གི་རྒྱུ་མཚན་དེ་ཞིབ་ཚགས་པོ་ཅིག་བྱས་ནས་བཤད་དགོས་ན་དེ་ནི་རྒྱ་ཆེན་པོ་རེད་བ། ཡིན་ན་ཡང་ཁོ་རང་ད་སྤྱི་ཡོངས་ཀྱི་བྱས་ནས་དེ་ནི་བཤད་པ་ཡིན་ན་ལོ་རྙིང་པ་དེ་ཡ་མཚར། ལོ་གསར་པ་དེ་ཚོའི་ཚེ། དེ་ནི་གསར་པ་དང་རྙིང་པ་གཉིས་ཀྱི་མཚམས་སྦྱར་ཡ་དེ་ལ་ལོ་གསར་གྱི་སྟོན་མོ་འདི་གི་མཚམས་སྦྱར་ནས་དེ་བྱེད་ཀྱི་ཡོད་པ་ཡིན་དུས། དེ་ནི་འདི་ལ་ང་རང་ཚོས་ཀྱི་ད་ལོ་རྙིང་པ་ཕར་འགྲོ་ཚར་དུས་དེ་ལ་ང་རང་ཚོས་ཁ་ཕར་ལ་ཕྱི་བལྟས་ཅིག་བྱས་ནས་དེ་ནི་ལོ་གཅིག་གི་ནང་ལ་ང་རང་གིས་རང་ལ་ཕན་པའི་གི་བྱ་བ་བཟང་པོ་ག་རེ་བྱས་འདུག་གཞན་ལ་ཕན་པའི་གི་བྱ་བ་བཟང་པོ་ག་རེ་བྱས་འདུག་དེ་ནས་སེམས་ཅན་ཐམས་ཅད་ལ་ཕན་པའི་གི་ད་ང་རང་ཚོ་ནང་པ་ཡིན་དུས་ནང་པ་སངས་རྒྱས་པའི་གི་ཆོས་གི་བྱ་བ་སངས་རྒྱས་ཀྱི་བསྟན་པའི་ཞབས་འདེགས་སེམས་ཅན་གྱི་གཞན་དོན། འོ་མ་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་ལ་ཕན་པའི་གྱི་གཞན་དོན་ག་རེ་བྱས་འདུག་ད་དེ་ཡག་པོ་གྱི་བལྟ་ནས་དེ་སྔོ་སྦྲང་བྱེད་དགོས་ཡ་དེ་གལ་ཆེན་པོ་རེད་འདུག་ད་རང་གི་དེ་ནས་ལོ་སྔོན་མ་ནང་གི་བྱ་བ་བཟང་པོ་ཐམས་ཅད་ལ་ཡ་ལྟ་ཡོང་དུས་སྐབས་སུ་ལ་ད་དེ་དང་མཉམ་དུ་གཞན་གྱི་བྱ་བ་བཟང་པོ་བྱས་པ་དེ་ཚོ་ཡང་རང་བཞིན་གྱི་དེ་ནས་སེམས་ནང་ལ་འཁོར་ཡོང་དགོས་རེད་བ། དེ་ཡིན་དུས་རང་གིས་ཡག་པོ་བྱེད་ཐུབ་པ། བྱས་ཡོད་པ། དེ་ཚོ་ལ་བསྔོ་བ་སྨོན་ལམ་ཡག་པོ་ཅིག་བྱས། དེ་ལ་དེ་ནི་རང་དགའ་བ་སྒོམ། དེ་ནས་གཞན་གྱིས་བྱ་བ་བཟང་པོ་དེ་འདྲ་བྱས་པ་དེ་འདྲ་མཐོང་བ་དང་ཐོས་པ་ག་འདྲས་ཀྱི་བྱུང་ཡོད་པ་ཡིན་ན་ཡང་དེ་ལ་དགའ་བའི་རྗེས་སུ་ཡི་རང་བྱེད། འོ་དེ་འདྲས་བྱེད་དགོས་ཡ་དེ་དེ་ནི་འདས་པ་ལ་ཕར་བལྟ་ན་ད་དེ་འདྲས་ཅིག་རེད། ད་དེ་དང་མཉམ་དུ་ལ་དེ་ནི་འདས་པ་གི་ནང་ལ་རང་གི་དེ་ནི་ཚུལ་དང་མི་མཐུན་པའི་གི་བྱ་བ། རང་ལ་གནོད་པ། གཞན་ལ་གནོད་པ། སངས་རྒྱས་ཀྱི་བསྟན་པ་ལ་གནོད་པ། མ་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་ལ་གནོད་པའི་གི་བྱ་བ། དུས་ཚོད་ཆུད་ཟོས། ངན་པ་དེ་འདྲས་ག་རེ་བྱེད་ཤོར་འདུག་ཨོ། དེ་ཚང་མ་ཡང་རང་བཞིན་གྱིས་མཐོང་ཡོང་གི་རེད་དེ་ལྟ་དགོས་ཀྱི་རེད། དེ་ལྟ་ནས་དེ་ནས་དེ་ཐམས་ཅད་ལ་འགྱོད་པ་བྱེད་དགོས་ཀྱི་རེད། སྡིག་པ་ལ་ཡོན་ཏན་མེད་དེ། བཤགས་པས་དག་པ་སྡིག་པའི་ཡོན་ཏན་སོང་བ་རེད། དེ་ལ་འགྱོད་པ་མེད་ན་བཤགས་པ་ཡོང་གི་མ་རེད། དེ་འདྲ་ཡིན་དུས་དེ་ལ་དེ་ནི་རབ་ཏུ་བྱུང་ན་གཉེན་པོ་སྟོབས་ཀྱིས་ཚང་བའི་སྒོ་ནས་དགོས་ཀྱི་རེད་དེ་མ་བྱུང་ན་ཡང་སྤྱི་བཏང་གི་དེ་ནི་ཚུལ་མ་ཡིན་པ་ལ་ཚུལ་མ་ཡིན་པ་ཡིན་པར་ལ་ངོ་ཤེས་པ་བྱས་ནས་དེ་ནི་སེམས་ཀྱི་ནང་ལས་ད་ཡར་ལ་དཀོན་མཆོག་ལ་གསོལ་བ་བཏབ། དེ་འདྲ་བྱས་ནས་དེ་ནི་ཕྱིན་ཆད་སྡོམ་སེམས་དེ་བྱེད་དགོས་ཀྱི་རེད། དག་གཞན་ལ་ཕ་བཏགས་ནས་གཞན་གྱི་དེ་ནས་མ་འོས་མ་འཚམས་པ་ངན་པ་ག་རེ་བྱས་སོང་ད་དེ་འདྲའི་ཏན་ཏན་གྱི་མཐོང་བསྡད་ཀྱི་རེད་ད་དེ་ཚོ་ལས་ཞིག་མང་པོ་ཅིག་བསམ་བློ་བཏང་བ་ཡིན་ན་དེ་ནི་གཞན་གྱི་སྐྱོན་རྐྱང་པ་རྩར་བསྡད་མཁན་ལྟ་བུ་ཞིག་ཆགས་ཀྱི་རེད་ད་སྐྱོན་རྩ་མཁན་གཅིག་རྩར་དགོས་ཀྱི་རེད་དཔེར་ན་སློབ་མ་གི་སྐྱོན་དེ་བླ་མ་གི་རྩལ་ནི་བླ་མས་གི་དེ་མ་གསུངས་ནས་སྐྱོན་གསང་དགོས་གི་རེད། དེ་ག་ན་བཞིན་གི་བུ་རྒྱུད་གི་སྐྱོན་དེ་ཕ་མ་གི་དེ་ནི་གསལ་ནས་དེ་ནི་དེ་ད་ངོ་སྤྲོད་བྱས་ནས་བསླབ་བྱ་བརྒྱབ་ནས་ལམ་སྟོན་བྱེད་དགོས་གི་རེད་མ་གཏོགས་གི་སྤྱི་བཏང་གི་དེ་ནི་ཚང་མ་གཅིག་གི་གཅིག་གི་སྐྱོན་སྟོན་བསྡད་པ་ཡིན་ན་ད་དེ་ཁོ་རང་གི་ནང་ལ་འཁོར་ནས་དེ་ཁོ་རང་གི་དེ་ཉོན་མོངས་དུག་ལྔ་འཕེལ་བའི་གི་རྒྱུ་བྱེད་པའི་གི་ཉེན་ཁ་ཆེན་པོ་རེད། དེ་འདྲ་ཡིན་དུས་སྐབས་སུ་ལ་ད་གཞན་ལ་ཕ་བསམ་བློ་བཏང་དུས་དེ་ནི་ད་ང་རང་ཚོ་ད་རེས་དེ་ནི་བལྟ་རྒྱུ་ཧ་ཅང་གི་རྒྱ་ཆེན་པོ་ཡོད་སོང་བ། འཛམ་བུ་གླིང་འདི་གི་ཐོག་ལ་ད་འགྲོ་བ་རིགས་དྲུག་གི་སེམས་ཅན་ཐམས་ཅད་ལ་གཏན་བདེ་བྱུང་ཡོད་རེད་ཡིན་ན་ཡང་ད་མི་ཁོ་ན་ལ་བསམ་བློ་བཏང་བ་ཡིན་ན། ཨོ། དེ་ནི་ད་མི་མང་པོ་ག་ཚད་ཅིག་ཡོད་རེད། ཨོ། དེ་ནི་དུང་ཕྱུར་ད་བརྒྱ་ཆུ་ཟུར་འགྲོ་ཅིག་ཡོད་རེད་བ། ཨོ་ད་དེ་འདྲ་ཡིན་དུས་དེ་ཐམས་ཅད་ལ་དེ་ནི་ལོ་གཉིས་ཙམ་གྱི་རིང་ལ་ནད་ཡམས་ཀྱི་རྐྱེན་པས་ཀྱི་དཀའ་ངལ་ག་ཚད་འཕྲིས་སོང། མི་མང་པོ་ག་ཚད་ཤི་སོང། དེ་ནས་དཔའ་འབྱོར་དང་གང་ཟག་གཅིག་ཐེག་གི་ཐོག་ནས་གང་འདྲའི་གི་གྱོང་ཆེན་པོ་ཞིག་བརྒྱབ་སོང། འོ་ད་འདི་ཚོ་ཚང་མ་དེ་ནི་སྡུག་བསྔལ་རེད་བ་སྡུག་བསྔལ། དེ་སྡུག་བསྔལ་དེ་སྡུག་བསྔལ་གྱི་རྒྱུ་ལ་བརྟེན་ནས་བྱུང་བ་ཡིན་པ་ད་ཐག་ཆོད་པ་རེད་དེ་ཡིན་ན་ཡང་ད་འབྲས་བུ་དངོས་སུ་ལ་སྡུག་བསྔལ་ང་རང་ཚོ་གང་གཱ་གི་མྱོང་ཡོད་བ་རེད། འཛམ་བུ་གླིང་གི་སེམས་ཅན་ཐམས་ཅད་དེ་ནི་མི་ཐམས་ཅད་ཀྱིས་མྱོང་ཡོང་བར་བའོ། ད་དེ་ལ་ཕར་བསམ་བློ་བཏང་ནས་ད་མ་འོངས་པ་ལ་ད་འདི་འདྲ་བོ་ཞིག་མ་ཡོང་པར་ཤོག་ཟེར་ན་དེ་ནི་སྨོན་ལམ་རྒྱག་དགོས་ཀྱི་བ་རེད། ཨོ་དེ་ག་ན་བཞིན་གྱི་དེ་སྔ་ད་འཛམ་བུ་གླིང་གི་ནང་ལ་ད་རེའི་དམིགས་ས་ལ་ལོ་གཉིས་ཙམ་གྱི་རིང་ལ་ནད་ཡམས་ཀྱི་དཀའ་ངལ་ཆེན་པོ་བྱུང་བ་རེད་དེ་ཡིན་ན་ཡང་དེ་ནི་ད་གོང་གི་དཔོན་པོ་ཚོ་རེད། དེ་ན་བཞིན་གྱི་དེ་ནི་ད་འཕྲོད་བསྟེན་གྱི་ལས་བྱེད་པ་ཚོ་རེད། གཙོ་བོ་འཕྲོད་བསྟེན་གྱི་ལས་བྱེད་པ་ཚོ་གི་ཧ་ཅང་གི་དེ་ནི་ཞབས་ཞུ་ཆེན་པོ་དཀའ་བ་མང་པོ་བཅས་ཡོད་རེད། དེ་ན་བཞིན་གྱི་ཚན་རིག་པ་ཚོ་སྨན་པ་ཚོ་གི་དེ་ནི་འབད་བརྩོན་ལ་བརྟེན་ནས་དེ་ནི་ཞབས་འདེབས་རྒྱ་ཆེན་པོ་བྱུང་སོང་བ་དེ་ཚོ་ཚང་མ་ལ་དེ་ནི་སྨོན་ལམ་ཡག་པོ་བརྒྱབ། དགའ་བའི་རྗེས་སུ་ཡི་རང་བྱེད། དེ་ལ་མ་འོངས་པ་ལ་ནད་འདི་ལྟ་བུ་མ་ཡོང་བར་ཤོག། ཟེར། ད་རུང་ཡིན་ན་ཡང་དེ་ནས་ནད་ཀྱི་རིགས་ག་འདྲའི་ཞིག་ཡོང་རྒྱུ་ཡིན་ན་ཡོང་སྲིད་པ་ཡིན་ན་དེ་ཐམས་ཅད་ལ་དེ་ནས་གཉེན་པོར་ཆུད་པའི་གེགས་སྨན་གྱི་རིགས་ཐམས་ཅད་དེ་ཚུར་དང་ལྡན་པ་ཞིག་གོང་ནས་གོང་འཕེལ་དུ་འགྲོ་བར་ཤོག་ཟེར་ནས་སྨོན་ལམ་བརྒྱབ་ན་དེ་ནི་ཁ་ཡོད་ལག་ཡོད་རེད་འདུག་ག། དེ་ནས་གཅིག་ང་རང་ཚོ་གི་གསར་པ་གྱི་བསམ་བློ་བཏང་ནས་རེ་བ་བསྐྱེད་རིམ་བསྒོམ་ནས་དེ་ནས་བཟོ་དེ་མ་དགོས་པ་དངོས་སུ་ལ་ཕ་གི་ལ་མངོན་སུམ་ཚད་མ་ལ་དེ་ནས་མཐོང་རྒྱུ་འདུག་བ། འོ་དེ་འདྲ་ཡིན་དུས་སྐབས་སུ་ལ་དེ་གི་ཐོག་ལ་བསམ་བློ་བཏང་ན་ཞེ་དྲགས་ཡག་པོ་འདུག་ཕན་ཐོགས་པོ་འདུག་ཁ་ཡོད་ལག་ཡོད་རེད། འོ་དེ་ག་ན་བཞིན་གི། དེ་ནི་ད་ད་ལྟ་ཡང་དཀའ་ངལ་འཕྲད་བཞིན་པ། ད་རུང་ཡང་མ་འོངས་པ་ལ་དཀའ་ངལ་འཕྲད་རྒྱུ་ཡིན་པའོ། འཕྲད་པ་ཐག་ཆོད་བསྡད་པ། ད་དེ་ནི་དེ་ནི། ཁོར་ཡུག་གི་དེ་ནི་ད་མི་མཐུན་པའི་དཀའ་ངལ་དེ་རེད། འོ་དེ་ནི་ས་ཆུ་མེ་རླུང་འབྱུང་བ་བཞི་ནམ་མཁའ་དང་བཅས་པའི་གི་འབྱུང་བ་ལྔ་ཡི་དེ་ནི་གནོད་པ་ཟེར་ན་ཡང་འདྲ་ཆོམ་ཕྲུལ་ཟེར་ན་ཡང་འདྲ་འོ་ད་དེ་ཐམས་ཅད་རེད། དེ་ཐམས་ཅད་དེ་ནི་ང་རང་ཚོ་མི་ཡིས་བག་མེད་པ་བྱས་ནས་འབྱོར་འབྱོར་དུ་སྤྱད་བཞག་པའི་གེ་དེ་ནི་ལྟ་ཉེས་ལེན་ལ་བརྟེན་ནས་བྱུང་བ། དེ་ལས་བྱུང་བའི་གེ་ཆག་སྒོ་གཅིག་ཡོད་བ་རེད། དེ་ནི་སྤྱིར་བཏང་གི་ད་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པ་རེད། འདུས་བྱས་ཐམས་ཅད་མི་རྟག་པའོ་ཟག་བཅས་ཐམས་ཅད་སྡུག་བསྔལ་བའོ་གསུངས་པ་རེད་དེ་འདྲ་ཡིན་དུས་སྐབས་སུ་ད་འཁོར་བའི་ཆོས་ཉིད་ལ་བརྟེན་ནས་དེ་ནི་ཕྱི་འབྱུང་བའི་གེགས་གནོད་པ། དེ་ནི་ནང་སེམས་ཅན་གྱི་ནང་ནས་ཡང་དག་རྩོད་ལྡན་གྱི་དུས་ཡིན་དུས་སྐབས་སུ་ལ་དེ་ནི་མི་མཐུན་ཅིང་རྩོད་པའི་གི་སྒོ་ནས་འཛམ་བུའི་གླིང་ལ་དེ་ནི་འཐབ་རྩོད། འཁྲུག་པ། མ་མཐུན་པ་བསམ་གྱིས་མི་ཁྱབ་པ་ཡོང་སྡད་ཀྱི་འདུག་ག། ད་དེ་ཚོ་ཡང་དེ་ནས་མ་ཡོང་པར་ཤོག། དེ་ཐམས་ཅད་ཤེས་པར་ཤོག་ཅེས་ནས་དེ་ནས་སྨོན་ལམ་རྒྱག་དགོས་པ་རེད། ད་དེ་ཚོ་ཚང་མ་དེ་ད་འདས་པ་གི་དབང་དུ་བྱས་ན་དེ་འདྲས་རེད། ད་ད་ལྟ་བ་གི་དབང་དུ་བྱས་པ་ཡིན་ན། ད་ད་ནས་བཟུང་སྟེ། དེ་ང་རང་ཚོ་ཚང་མ་གིས་དེ་ནི་རང་གི་ད་ལུས་ཀྱི་ཐོག་ལ་དེ་ནི་འཕྲོད་བསྟེན་ཡག་པོ་བྱེད་པ་དེ་གལ་ཆེན་པོ་རེད། དེ་ནི་དེ་ག་ན་བཞིན་གྱི་ད་གལ་ཆེ་ཤོས་དེ་སེམས་དེ་དེ་ནི་བདག་པོ་ཡག་པོ་བརྒྱབ་རྒྱུ་དེ་གལ་ཆེན་པོ་རེད། སེམས་བདག་པོ་ག་འདྲ་ཟིན་ནས་འཇབ་དགོས་ཀྱི་རེད་ཟེར་ན། དེ་ནི་ཉོན་མོངས་པ་འདོད་ཆགས་ཀྱི་དབང་དུ་མ་བཏང། ཞེ་སྡང་གི་དབང་དུ་མ་བཏང། ཕྲག་དོག་གི་དབང་དུ་མ་བཏང། ང་རྒྱལ་གྱི་དབང་དུ་མ་བཏང། དེ་ནི་ད་དེ་ཐམས་ཅད་ཀྱི་རྩ་བ་དེ་གཏི་མུག་ཡིན་དུས་སྐབས་སུ་ལ་དེ་ནི་གཏི་མུག་བདག་འཛིན་ང་ང་ཟེར་ལྡན་གྱི་དེ་གི་དབང་དུ་ལ་མ་བཏང། ཨོ། དེ་བྱེད་དགོས་ཀྱི་བ་རེད། དེ་འདྲ་ཡིན་དུས་ད་དང་པོ་ག་འདྲ་བྱེད་དགོས་རེད་ཟེར་ན། དེ་ནི། སེམས་ཅན་ཐམས་ཅད་ལ། སྡུག་བསྔལ་དང་བྲལ་བར་འདོད་པའི་དགེ། སྙིང་རྗེ། བདེ་བ་དང་ལྡན་པར་འདོད་པའི་དགེ། བྱམས་པ། ཉེ་རིང་ཆགས་སྡང་མེད་པའི་དགེ། བཏང་སྙོམས། ད་དེ་ཚོ་དེ་ནས་ལག་ལེན་བསྟར་རྒྱུ་དེ་གལ་ཆེན་པོ་རེད། འོ་ད་དེ་འདྲས་བྱས་པ་ཡིན་ན་དེ་ནི་སྡང་འཛིན་དེ་མགོ་གཅིག་དེ་ནས་ནོན་འགྲོ་གི་ཡོད་རེད། ད་དེ་གི་སྒང་ལ་དེ་ནི་ཡར་ལ་དཀོན་མཆོག་ལ་དད་པ་དང་མོས་གུས་ཏན་ཏན་གྱི་དགོས་ཀྱི་རེད། དེ་ག་ནང་བཞིན་གྱི་སོ་སོའི་གི་ཕ་མ། སློབ་དཔོན། རྒན་རབས། དགེ་རྒན། དེ་ཐམས་ཅད་ལ་དེ་ནི་བརྩི་བཀུར་དགོས་ཀྱི་རེད། དེ་ག་ནང་བཞིན་གྱི་ཕན་ཚུན་འབྲེལ་པ་ཡོད་པ་ཚང་མ་ལ་དེ་ནི་མཐུན་པོ། བསམ་པ་བཟང་པོ་དེ་ཏན་ཏན་གྱི་དགོས་ཀྱི་རེད། དེ་ཚོ་བྱས་པ་ཡིན་ན། དེ་ནི་ད་ད་ལྟ་ང་རང་ཚོ་ལག་ཏུ་ལེན་ཐུབ་པས་ཀྱི། དེ་ནི་ད། གཏི་མུག་བདག་འཛིན་གྱི་གཉེན་པོ། ཨོ། དེ་ག་ན་བཞིན་གྱི། དེ་བྱུང་བ་ཡིན་ན། དེ་ནི་འདོད་ཆགས་ཀྱི་གཉེན་པོ་ཞེ་སྡང་གི་གཉེན་པོ། ང་རྒྱལ་གྱི་གཉེན་པོ་ཕྲག་དོག་གི་གཉེན་པོ་རང་བཞིན་གྱི་ཆགས་ཀྱི་ཡོད་རེད་དེ་ཐམས་ཅད་བདག་འཛིན་ལ་བརྟེན་ནས་ཡོང་གི་ཡོད་རེད་བ། སྡང་འཛིན་མེད་ན་ཉོན་མོངས་པ་དེ་ཚོ་ཡོང་གི་མ་རེད་བ། དེ་ཡིན་དུས་སྡང་འཛིན་ཇི་ཙམ་ཆེ་ན་ཉོན་མོངས་པ་ཡང་དེ་ཙམ་ཆེ་གི་རེད། ཉོན་མོངས་པ་ཇི་ཙམ་ཆེ་ན་ལས་ངན་པ་ཡང་དེ་ཙམ་གྱིས་དེ་ནི་བསགས་གི་རེད། དེ་འདྲ་ཡིན་དུས་ལས་ངན་པ་ཇི་ཙམ་བསགས་པ་ཡིན་ན་དེ་ཙམ་གྱིས་དེ་ནི་འགྲོ་བ་རིགས་དྲུག་གི་སྡུག་བསྔལ་མྱོང་བའི་རྒྱུ་ས་བོན་ཅན་དེ་དེ་འདྲས་བྱས་ནས་སྒྲུབ་འགྲོ་གི་ཡོད་བ་རེད། དེ་ལ་བརྟེན་ནས་དེ་ནི་འཁོར་བ་སྡུག་བསྔལ་གྱི་རྒྱ་མཚོ་ཟེར་བ་དེ་དེ་ནི་མིང་དང་དོན་དེ་དེ་ནས་ལས་མཚུངས་ཡོང་གི་ཡོད་བ་རེད། དེ་འདྲ་ཡིན་དུས་དེ་ཚོད་ཀྱི་ཐོག་ལ་དེ་ནི་བསམ་མནོ་ཡག་པོ་ཅིག་བཏང་བ་ཡིན་ན། ད་ད་ནས་ཕན་ཆོད་ཀྱི་དེ་ནི་རང་གི་དགེ་རྒན་ངོ་མ་དེ་ད་རང་གིས་བྱེད་དགོས་གི་རེད་བ། ཨོ། དེ་ནི་བྱིས་པ་ཆུང་ཆུང་གི་སྐབས་སུ་ལ་དགེ་རྒན་གྱི་དགོས་གལ་རེད། དེ་ནི་ཡང་ལོ་བལྟས་ཚེ་ཡང་ཀླད་པ་ཡིན་ན་ཡང་བསམ་མནོ་ཡ་དེ་ནི་ན་ཚོད་ཟིན་མ་ཐུབ་ནས་བསམ་མནོ་མེད་པ་དེ་འདྲ་ཡང་མང་པོ་ཡོང་གི་འདུག་བ། དེ་ཚོར་ཡིན་ན་ཡང་དེ་ནི་དགེ་རྒན་གཅིག་ཏན་ཏན་དགོས་གི་རེད། ད་སོ་སོའི་ད་བསམ་བློ་བཏང་ཐུབ་མཁན་ཆ་ཆ་ཚང་ཡག་པོ་རེད་ཚར། དེ་ནས་སོ་སོའི་གི་ལུས་གི་རྩར་དེ་ཡག་རྫོགས་ཚར་དུས་དེ་ནས་རང་གི་དགེ་རྒན་རང་གི་བྱེད་དགོས་རེད་པ། དེ་ནས་རང་ལ་གནོད་པའི་གི་བྱ་བ་བསམ་བློ་ལས་ཀ་སྐད་ཆ་དེ་ཚོ་བྱེད་ཀྱི་ཡོད་མ་རེད་པ། ཨོ། དེ་ན་བྱིན་གྱིས་དེ་ནས་རང། མི་ས་ལས་བྱ། མི་རང་ས་ལས་བྱ་དུས་དེ་ནས་གཞན་ལ་གནོད་པའི་གེ་བྱ་བ། བསམ་མནོ། སྐད་ཆ་དེ་ཚོ་ཡང་བྱེད་རྒྱུ་ཡོད་མ་རེད་པ། དེ་འདྲ་ཡིན་དུས་ད་དེ་འདྲའི་གི་ཐོག་ལ་དྲན་ཤེས་བག་ཡོད་དེ་ནས་བྱེད་དགོས་ཀྱི་འདུག་བ། ཨོ་དེ་རེད། དེ་ནས་ད། དོན་དག་སྙིང་པོ་ཚུལ་མདོར་བསྡུས་བཞག་པ་ཡིན་ན། དེ་ནི། སངས་རྒྱས་བཅོམ་ལྡན་འདས་ཀྱི་རྗེས་སུ་འཇུག་པ་ཐམས་ཅད་ལ། དེ་ནི་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་ཡོང་བར་པ་འདི་གཙོ་བོ་དང། དེ་ནི། ད། རབ་བྱུང་ངུར་སྨྲིག་གི་སྡེ་ལ་གསུང་ཡོང་བར་པ་ད་འདི་གང་ག་ལ་གོ་གི་རེད་ཚང་མ་ལ་གོ་གི་རེད། བཅོམ་ལྡན་འདས་ཀྱི་དགེ་འདུན་ནི། ལེགས་པར་བཞུགས་པ། རིགས་པར་བཞུགས་པ། དྲང་པོར་བཞུགས་པ། ཐར་མོ་སྦྱར་བའི་འོས་སུ་གྱུར་པ། ཕྱག་བྱ་བའི་འོས་སུ་གྱུར་པ། བསོད་ནམས་ཀྱི་སྤར་གྱི་ཞིང། ཡོན་ཡོངས་སུ་སྦྱོང་བ་ཆེན་པོ། སྦྱིན་པའི་གནས་སུ་གྱུར་པ། ཀུན་ཏུ་དབང་སྦྱིན་པའི་གནས་སུ་གྱུར་པ་ཆེན་པོའོ། ཞེས་ནས་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་ལ་དེ་འདྲའི་ཕྱིར་ན་གསར་བུ་ཆེ་ན་མ་དེ་ནི་བྲིས་བཞག་འདུག་བ། ང་ཚོ་འདོན་རྒྱུ་ཡོད་རེད་བ། འོ་དེ་ཚོ་སེམས་ནས་བཞག་ནས། ད་སོ་སོ་དེ་ནས་གང་ལ་གང་འཚམ་ཅིག་ད་དགེ་འདུན་གྱི་གྲལ་ལ་ཚུད་དེ་ཡོད་རེད་བཙུན་པ་ཡིན་ན་ཡང་རེད་བཙུན་མ་ཡིན་ན་ཡང་རེད་དེ་ག་ནང་བཞིན་གྱི་དེ་ནས་ད་སྔགས་པ་ཡིན་ན་ཡང་རེད་དེ་ནས་སྤྱི་དང་གི་ཆོས་ཀྱི་རྗེས་སུ་འཇུག་པའི་གྱི་སྐྱེ་བོ་ཕོ་མོ་ཚོ་ཡིན་ན་ཡང་རེད་སྐྱབས་འགྲོ་ནས་བཟུང་སྟེ་བྱང་ཆུབ་སེམས་ཅན་ནས་བཟུང་སྟེ་གང་ག་ཐོབ་མ་བསྡད་པ་ཡོད་མ་རེད། ཁྱེད་རང་ཚོ་དབང་ག་ཚད་ཐོབ་ཡོད་རེད་དབང་རེ་རེ་གི་ནང་ན་དེ་ནས་སྐྱབས་འགྲོ་དང་སེམས་ཅན་དང་ཆ་ཚང་མ་ཡོད་རེད་བ། འོ་དེ་འདྲ་ཡིན་དུས་དེ་ཚོ་ཚང་མ་ཕྱིར་འོང་དུས་སྐབས་སུ་ལ་ད། འཕགས་པའི་དགེ་འདུན་དག་རེད་ཡོད་མ་རེད་དེ། དེ་འདྲ་སངས་རྒྱས་བཅོམ་ལྡན་འདས་ཀྱི་རྗེས་འཇུག་གི་གྲས་ལ་ཚུད་དེ་ཡོད་དུས་སྐབས་སུ་ལ་དེ་དེ་ག་ལ་གང་འཚམ་ཅིག་ལྟར་སོ་སོས་ཀྱི་ལག་ལེན་བསྟར་དགོས་ཡ་ཅིག་རེད་འདུལ་བ་རེད་དེ་ཚང་མས་ཀྱི་ཐུགས་ལ་བཞག་གནང། དེ་ད་རེས་ལོ་སར་གྱི་སྐབས་སུ་ལ་དེ་ནི་ད་སངས་རྒྱས་བཅོམ་ལྡན་འདས་ཀྱི་བསྟན་པ་ཤར་ཕྱོགས་ཐུབ་པའི་ཀྱི་བསྟན་པ་འདི་མ་འོངས་པ་ལ། དེ་ནས་རྒྱལ་བ་བྱམས་པ་སངས་མ་རྒྱས་ཀྱི་བར་དུ་ལ་གནས་དགོས་ཀྱི་བ་རེད། དེ་དེར་ལོ་སྟོང་ཕྲག་མང་པོ་ལ་གནས་དགོས་ཀྱི་བ་རེད། ད་ལྟ་སངས་རྒྱས་བཅོམ་ལྡན་འདས་ཀྱི་བསྟན་པ་བྱུང་ནས་བཟུང་སྟེ་ལོ་ཉིས་སྟོང་དྲུག་བརྒྱ་ཙམ་མ་གཏོགས་བྱུང་ཡོད་མ་རེད། དེ་ད་རུང་ཡིན་ན་ཡང་ལོ་སྟོང་ཕྲག་མང་པོ་ལ་གནས་དགོས་ཀྱི་རེད། དེ་བསྟན་པ་ཡང་དག་པར་གནས་དང་མི་གནས་དེ་ད་ལྟ་ང་རང་ཚོ་ཚང་མ་སངས་རྒྱས་ཀྱི་རྗེས་འཇུག་ཚོ་གི་ལག་པ་ལ་ཡོད་རེད་དེ་ཡིན་དུས་དེ་ནི་ང་རང་ཚོ་གི་འཐུས་ཤོར་མ་འགྲོ་བ་ཅིག་ཚོ་ངན་མ་བསགས་པ་ཅིག་ཡག་པོ་ཅིག་བྱེད་དགོས་གི་རེད་འོ་དེ་ད་ང་གི་དྲན་གསོ་དང་བཅས་ནས་ལོ་སར་གི་སྐབས་འདི་ན་ལ་དེ་ནི་ཁྱེད་རང་ཚོ་ལ་ལོ་སར་གི་མཆོད་པ་ཕུལ་ཟེར་ན་ཡང་རེད་དེ་ནི་དཀོན་མཆོག་གསུམ་དང་རྩ་བ་གསུམ་ལ་མཆོད་པ་ཕུལ་ཟེར་ན་ཡང་རེད་དེ་འདྲ་ཅིག་ཡིན། འོ་དེ་ནས་ད་སངས་རྒྱས་བཅོམ་ལྡན་འདས་ཀྱི་བསྟན་པ་འཛིན་པའི་གྱི་སྐྱེས་བུ་ཐམས་ཅད་འོ་སྐུ་ཚེ་ཞག་པས་དེ་ནས་ཡུན་དུ་བརྟན་པར་ཤོག། འོ་དེ་ནང་བཞིན་གྱི་དེ་ནས་ད་བྱེ་བྲག་གིས་བཤད་བྱ་བ་ཡིན་ན། དེ་ནས་ཉན་ཐོས་ཀྱི་ད་རྗེས་འཇུག་ཡོད་རེད། བསྟན་འཛིན་གྱི་སྐྱེས་བུ་ཡོད་རེད། དེ་ནང་བཞིན་གྱི་ཐེག་པ་ཆེན་པོའི་གྱི་བསྟན་འཛིན་གྱི་སྐྱེས་བུ་ཡོད་རེད། གསང་སྔགས་རྡོ་རྗེ་ཐེག་པའི་གྱི་བསྟན་འཛིན་གྱི་སྐྱེས་བུ་ཐམས་ཅད་དེ་ནས་སྐུ་ཚེ་བསྟན་འཛིན་བྲིན་རྒྱས་པར་ཤོག་ཅེས་ནས་སྨོན་ལམ་བརྒྱབ་རྒྱུ་ཡིན། དེ་ནས་ད་དེའི་གྱི་ནང་ནས་གསང་སྔགས་རྡོ་རྗེ་ཐེག་པའི་གྱི་ནང་ཁོང་ནས་འཆད་པ་ཡིན་ན། དེ་ནས་རྟ་ཟ་སྔགས་རྡོ་རྗེ་ཐེག་པ་ལ། སྒྲུབ་བརྒྱུད་ཤིང་རྟ་བརྒྱད། བཤད་རྒྱུད་བཀའ་ཆེན་བཅུ། ཟིན་ནས་ཡོང་བ་རེད། འོ་ད་དེ་ཐམས་ཅད་ཀྱི་བསྟན་འཛིན་གྱི་སྐྱེས་བུ་ཐམས་ཅད་དེ་ནས་སྐུ་ཚེ་ཞབས་པད་བསྐལ་པ་རྒྱ་མཚོའི་གྱི་བར་དུ་བརྟན་པར་ཤོག་ཟེར་ནས་དེ་ནས་ད་ཁ་ཡོད་ལག་ཡོད་ལ་སྐུ་ཚེ་ཞར་པད་ཡུན་དུ་བརྟན་པར་ཤོག་ཟེར་ནས་སྨོན་ལམ་གདབ་རྒྱུ་ཡིན། དེ་ནས་བསྟན་པ་ཡོངས་རྫོགས་ཀྱི་ད་སྔ་བདག། དེ་ནས་འཕགས་པ་སྤྱན་རས་གཟིགས་དེ་ནས་སྐུ་ཚེ་ཞབས་པད་ཡུན་དུ་བརྟན་པར་ཤོག་ཅེས་ནས་སྨོན་ལམ་བཏབ་རྒྱུ་ཡིན། དེ་ནས་ད་ལྟ་འདི་དེ་ནས་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་གི་ནང་ལ་ཡང་མདོ་གི་ནང་ལ་ཡང་སྔགས་ཀྱི་ནང་ལ་ཡང་ག་བ་ག་ས་ལ་དེ་ནས་གསུངས་ཡོད་པ་རེད། དཔེར་ན། དེ་ནས་གསུང་གཅིག་གི་དབང་དུ་བྱས་པ་ཡིན་ན་ང་ཚོས་གཞན་དོན་གཅིག་གི་དབང་དུ་བྱས་པ་ཡིན་ན། ཆགས་སྡང་འཁོར་ལོས་སྒྱུར་བའི་རྒྱལ་པོ་དང། སྤྱན་སྟོང་བསྐལ་པ་བཟང་པོའི་སངས་རྒྱས་སྟོང། གང་ལ་གང་འདུལ་དེ་ལ་དེར་སྟོན་པའི། བཙུན་པ་སྤྱན་རས་གཟིགས་ལ་ཕྱག་འཚལ་ལོ། ཅེས་གསུངས། འདུ་བ་དང་དེ་ལྟ་བུ། དེ་ག་ནང་བཞིན་གྱི། དེ་ནི་དག། སྙིགས་མ། དེ་ནི་བཀའ་གདམས་དང་དགེ་ལུགས་རེད། དེ་ནི་ལམ་འབྲས་ས་སྐྱ་རེད། དེ་ནི་དེ་ག་ན་ཞིག་གི་མར་པ་བཀའ་བརྒྱུད། ཤངས་པ་བཀའ་བརྒྱུད། དེ་ནི་ཞི་བྱེད་སྤྱོད་ཡུལ་བརྒྱུད་པ་རེད། སྦྱོར་དྲུག་དུས་འཁོར་རེད། དབུ་རྒྱན་བསྙེན་སྒྲུབ་དང། དེ་ཚང་མ་ད་དུས་འཁོར་ལ་དཔེར་ན་ཇོ་ནང་པ་ཡི་ཞུ་སྒོར་བ་ཇོ་དྲུག་ལ་ཨོ་དེ་ཚང་མ་གི་དེ་ནི་བསྟན་པ་འཛིན་པའི་གི་སྐྱེས་བུ་ཉི་མ་ལྟ་བུ་ཟླ་བ་ལྟ་བུ་སྐར་མ་ལྟ་བུ་ཚང་མ་སྐུ་ཚེ་ཞབས་པད་བརྟན་པའི་གི་སྨོན་ལམ་བཏབ་གི་ཡོད། དེ་ག་ན་བྱིན་གི་ད་ང་རང་ཚོ་བོད་གངས་ཅན་གི་ལྗོངས་ལ་སངས་རྒྱས་ཀི་བསྟན་པ་མ་དར་བའི་གི་སྔོན་ལ་གནའ་བོའི་གི་ཆོས་ཡོད་རེད། འོ་དེས་དེ་ནས་ད་ལྟ་བར་དུ་ལ་མ་ཉམས་པ་བཞུགས་ཡོད་བ་རེད་དེ་བཞུགས་པ་དེས་དེ་ནས་ཨོ་རྒྱན་གུ་རུ་རིན་པོ་ཆེ་གིས་དེ་ནས་བསམ་ཡས་ཀྱི་གཙུག་ལག་ཁང་བཞེངས་གྲུབ་ནས་དེ་ནས་བན་མཁར་ཐང་དུ་ལ་དེ་ནས་ཆོས་ལ་བདར་ཤ་བཅས་གནང་བའི་གི་སྐབས་སུ་ལ་དེ་ནས་ད་དམ་པའི་ཆོས་སེམས་ཅན་ལ་ཕན་པ་འོ་དེ་འདྲའི་དེ་ནས་ལམ་ཡང་དག་པ་ཚང་མ་དེ་ནས། མུ་མཐུད་ནས་བསྟན་པ་རྒྱས་པའི་གི་དེ་ནི་ཨུ་ཚུགས་གནང་ཡོད་བ་རེད་རྒྱུན་བསྐྱངས་གནང་ཡོད་བ་རེད་དེའི་གི་དེ་ནི་ད་ལྟ་ད་གནའ་བོའི་གི་ཆོས་དེ་ནི་བོན་གི་བསྟན་པ་ཡང་བཞུགས་ཡོད་བ་དེའི་དེ་ནི་བསྟན་པ་ཡང་དར་བར་ཤོག་རྒྱས་པར་ཤོག་དེ་ནི་སེམས་ཅན་གི་དོན་དུ་ལ་དེ་ནི། ཕན་པ་ཡིན་དུས་དེ་ལྟ་བུ་ཞིག་བྱས་ནས་དེ་ནི་མུ་མཐུད་ནས་དར་ཞིང་རྒྱས་པར་ཤོག་ཅེས་ནས་སྨོན་ལམ་བཏབ་ཡ་ཡིན། ད་ད་ལྟ་ངས་བཤད་བཞག་པ་ཚང་མ་གི་དོན་མདོར་བསྡུས་ནས་དེ་འདི་ནས་མ་ཚིགས་སུ་བཅད་པའི་གི་སྨོན་ལམ་འགའ་ཤས་ཀྱི་འདོན་གི་ཡིན་ཚང་མས་གི་དེ་ནང་བཞིན་གི་ཐུགས་སྨོན་གནང་རོགས་གནང། སེམས་ཅན་ཐམས་ཅད་བདེ་དང་ལྡན་གྱུར་ཅིག་ངན་འགྲོ་ཐམས་ཅད་རྟག་ཏུ་སྟོངས་པར་ཤོག་བྱང་ཆུབ་སེམས་དཔའ་གང་དག་སར་བཞུགས་པ་དེ་དག་ཀུན་གྱི་སྨོན་ལམ་དག་འགྲུབ་ཤོག། བྱང་ཆུབ་སེམས་མཆོག་རིན་པོ་ཆེ་མ་སྐྱེས་པ་རྣམས་སྐྱེ་གྱུར་ཅིག་སྐྱེས་པ་ཉམས་པ་མེད་པར་ཡང་གོང་ནས་གོང་དུ་འཕེལ་བར་ཤོག། ཉིན་མོ་བདེ་ལེགས་མཚན་བདེ་ལེགས་ཉི་མའི་གུང་ཡང་བདེ་ལེགས་ཤིང་ཉིན་མཚན་རྟག་ཏུ་བདེ་ལེགས་པ་དཀོན་མཆོག་གསུམ་གྱི་བཀྲ་ཤིས་ཤོག། བཀྲ་ཤིས་བདེ་ལེགས་ཕུན་སུམ་ཚོགས་པར་ཤོག། སྐྱིད་སྣང་བདེ་བ་ཚོགས་སུ་བསྔོ་ཕན་བདེ་ནམ་མཁའ་ཁྱབ་པར་ཤོག། བསྡུ་ན་སྡུག་བསྔལ་བདག་གིས་ཁུར། འཁོར་བ་སྡུག་བསྔལ་བསྐྱེད་རྒྱ་མཚོ་སྟོངས་པར་ཤོག།